ད་དྲི་བ་གཉིས་པ་དེ་ག་རེད། དྲི་བ་གཉིས་པ་འདི་ངའི་ཕ་མ་གིས་ག་དུས་ན་བལྟས་སོང་གི་འདུག་ཆང་ས་རྒྱ་ན་ཆང་ས་རྒྱ་ན་བོད་མི་བོད་པ་ཕོ་མོ་ལ་ཆང་ས་རྒྱ་ལས་འདུག་ལ་ཨ་ནི་ཁ་ལོ་རྒྱ་རོམ་བཞེས་ངའི་ཨམ་ལགས་ཀྱིས་རྒྱ་རོམ་བཞེས་ལ་དྲི་བ་བསྐུར་ལ

ཤེས་སོང། དོན་དངོས་རྣམ་པ་ཡག་པོ་ཡོད་པ་གཅིག་གོ་མེད་པ་བྱས་ནས་ད། ལོ་ནས་ལོ། རབས་ལ་བྱུང་ན་པའི་མི་ཚིག་གང་ཚང། ཨེ་ནི། པའི་ཉམས་རྟོགས་ལ་འཆམ་པོ་བྱས་དལ་ཐུ་ཡག་གཅིག་ད། ཨེ་ནི། སྤུ་གུ་ཡག་ཆགས་ཡིན་དུས་ཟ་ནས་སྤུ་གུ་དེའི་དེ་ལས་པའི་འཆམ་པོ་བྱས་ལྟ་རྟོགས་བྱེད་མཁན་གཅིག་གི་ད་དེ་འདྲའི་གཅིག་གི། མི་ཚེ་རིང་པོ་གཅིག་བསམ་བློ་བཏང་དགོས་དེ་གལ་ཆེན་པོ་འདུག་བ། སང་ཡང་ཛམ་རྫོང་ལ་ཡ་ཆང་ས་རྒྱབ་ཟིན་ད་ནས་གཅིག་ཧོབ་ད་ཁ་ལ་ཡ་གཅིག་མི་ཤི་ཐུག། བུ་ཡིན་ནས་བུ་མོ་ཡིན་ནས་གཅིག་ཕན་ཚུན་གཅིག་ཐུག་ཡང་གཅིག་ཞིབ་ཕྲའི་རྒྱུས་ཡོད་ཞིག་ལ་མེད་པ་བྱས་ཨཱ་ནི་ཧོབ་ཁ་ལི་ཡ་ཨཱ་ནི་འདོད་ཆགས་ཀྱི་སེམས་ཀྱི་ཐོག་ནས་ཨཱ་ནི་སྐྱོ་སྐྱོ་གི་ཆང་ས་རྒྱབ་བསྡད་སོ་རུག་ཨཱ་ནི་གང་མཚམས་སུ་ནས་དཀའ་ངལ་འཕྲད་བྱས་ཨཱ་ནི་འདྲི་བོགས་བྱེད་སྒུག་འདུག་བ། ངས་ཨ་འདྲ་ངོ་ཤེས་པའི་ཨ་མི་རི་ཀའི་གྲོགས་པོ་དེ་འདྲ་ཡོད་ང་ཐེངས་དགུ་དུས་ལ་ཕྱིན་པའི་ཁ་ཐུག་ལ་ཨ་ཅེ་གཅིག་ཡོད་རེད་དེ་ནས་ལོ་ཁ་ཤས་ཕྱིན་པའི་ཞོགས་པ་འགྲོ་དུས་ཡང་ཨ་ཅེ་གཞན་དག་ཅིག་ཨ་ཅེ་སྙིང་པོ་དེ་འདྲི་བོགས་བྱེད་ཚར་བྱས། ད་དེ་ནས་ཡང་ལོ་ཁ་ཤས་པའི་ཞིག་གོ་ཡང་ཨ་ཅེ་ཞེ་འདྲ་ཅིག། ཚེ་ས་དེ་ཚོའི་གྲས་དེ་རྙོག་གྲ་རེད་འདུག་ག་རེད་བ། ཆང་ས་རྒྱབ་ཡ་ཡག་པོ་རེད་ད་ཆང་ས་རྒྱབ་སྟངས་དེ་ད་སོ་སོའི་མི་ཚེ་གཅིག་གི་ད་མདུན་གྲོགས་ཟེར་བ་ཟེར་བ་རེད་གོ་ཡུན་རིང་པོ་བསྡད་ཐུབ་ཡ་ཅིག་གི་ད་དེ་རིག་གཞུང་ད་གོམས་གཤིས་ད་དེ་འདྲ་མང་པོ་འདྲ་བ་ཡོད་རེད། དེ་སོང་ང། ད་དེ་འདྲའི་བསམ་བློ་དང། ཨེ་ཡང་མི་ཕྱི་རྒྱལ་མི་ཡིན་ནི། ཅིག་བོད་པའི་ཅིག་རིག་གཞུང་དེ་འདྲའི་དོ་སྣང་ཡོད་དེ་བ། ཡང་དེ་འདྲའི་དགའ་པོ་བྱེད་མཁན་དེ་འདྲའི་དེང་སང་ཡོང་གི་འདུག་བ། ཡང་དེ་འདྲའི་གླུ་ཡིན་པ་ཆང་སོ་སྐྱབས་ནི་དེ་ཡང་གནས་ཚུལ་ཁ་ཁ་རེད། ད་ཅིག་ཕྱི་རྒྱལ་གྱི་མི། ཅིག་བོད་ཀྱི་ཆོས་དང་རིག་གཞུང་དོ་སྣང་ཁྱོན་ནས་མེད་དེ་ངས་དེ་འདྲའི་བྱེད་ཀྱི་པ་ཡིན་ན། ཡང་ཞུ་སྒོ་དཀའ་ངལ་འཕྲད་སྲིད་རེད། ཅེས་སོང་ང་དེ་འདྲའི་ཆ་ནས་ཡང་བོད་པ་ནང་ཚགས་ཆང་སྐྱབས་ན་ཡག་ག་སོ་ཞིག་འདུག་བ། ད་དེ་ཕི་གེ་ངོས་ནས་སུ་བསྟུན་རྒྱུ་རེད་ངོས་ནས་སུ་བལྟ་རྒྱུ་རེད་ཤེས་སོང་ང། ད་ལྟ་སོ་སོ་ཆང་ས་བཙལ་ཏེ་ཉི་མ་གཅིག་ད་ག་ཟིག་གི་དགའ་བོ་བྱེད་དགའ་བོ་སྐྱིད་པོ་རུ་བྱེད་དེ་ཧ་ཅིག་སྐད་ཆ་མ་རེད་ཁོ་ཡུན་རིང་པོ་ཤི་དགོས་ཧ་ཅིག་རེད་བ་ས་ད་དེ་པའི་གྲོགས་པོ་འགྱུར་བ་མེད་པ་ཡག་པོ་བྱེད་ཡོང་ཐུ་ཡ་ཅིག་ད་མགོ་ནས་ཉམས་ཞིབ་ཡག་པོ་བྱེད་བསམ་བློ་ཡག་པོ་བཏང་ཆགས་བརྒྱབ་ན་ཡག་གི་རེད་ང་ལུས་བྱེད་ཅིག་སན་ཧྥ་རན་སིས་ཁོ་ལ་ཡ་ང་ཡེ་ཤུ་བླ་མ་བྱེད་ཐུབ་རེད་ཨོ་ཡེ་ཤུ་བླ་མ་འདི་ཆང་ས་བཅལ་དེ་འདྲ་ལ་ཡ། ཅིག་ཁ་ས་གངས་སུ་ལ་ས་རེད། ཆང་ཆང་འདོན་ལེན་རོགས་རེ་བྱེད། ཅིག་ཅིག་ད་འདི་འདྲ་བྱེད་ངེས་ཅིག་ཉི་ཤུ་ལ་མ་བྱེད་རེད་ཤག་ཨོ་ཨེ་ནི་མི་རང་གི་ཨེ་ནི་དེ་ཆང་ས་དེ་ངས་དེ་ཚོ་དེ་རེད་ལབ་གི་ཡོད་ས་ནང་སང་ཅིག་ཁ་ཐུག་ཅིག་ཐུག་བྱས་ཨེ་ནི་ཧེབ་རེད་ལང་ཅིག་ཆང་ས་མ་རྒྱབ་སི